བདག་གིས་དྲི་ར་རྣམ་པ་སྒོམ་མོ་དེ་ལས། ད་ངས་དོ་དགོང་འདིའི་སྐོར་ལ། ལོ་རྒྱུས་མདོར་བསྡུས་ཅིག་ཞུ་གི་ཡིན། འདི་ན་ལས། ལོ་རྒྱུས་ཀྱི་ལེའུ་དང་པོ་གི་རྩ་བ་དུ་གཏོང་བ་ཡོད། འདི་ལ་གཞི་བཟུང་ལ་ཨཱ་ནི་ཡི་གེ་ཤེས་མི་ནོར་གི་འདིར་ཇི་ལྟར་རུ་མི་པ་ཡི་དང་མི་ཤེས་མི་ནོར་གི་ཨཱ་ནི་ངས་སྐད་ཆ་བཤད་ག་པ་དེ་ཉལ་ག་ནའང་འགྲིག་གི་འདུག། ཨཱ་ནི་ཐོག་མ་ངས་འདིར་ཞུ་ཡ་ལས།

ང་རོས་མི་ཚད་ཅིག་ལ་ང་རོས་སྤུན་པ་གི་ང་རོས་བྲེ་གོས་སོགས་འགྲོ་ནུས་མཁན་ཅིག་མ་གཏོགས་དེ་ལ་གཞན་པའི་ང་ལ་འོག་ནུས་པ་ག་གེ་མོ་ཡོད། ང་དང་མཚུངས་བ་ལ་བོད་ཀྱི་ལོ་རྒྱུས་དེ་མདོར་བསྡུས་ཀྱིས་བཤད་ན་རང་རང་སོ་སོ་གི་ཧ་ལམ་ད་མི་རིགས་དེ་ག་འདྲ་ཡིན་པ། གནའ་སྔ་མོ་ག་འདྲ་ཡིན་པ་དེང་སང་ག་འདྲ་རེད་གི་དེ་ཅི་ཧ་གོ་ན་འདྲ། ད་བོད་ཀྱི་ལོ་རྒྱུས་ཤག་འདི་ང་ཚོ་བོད་ཟེར་ཡ་དེ་ལ་དངོས་ན། གནའ་སྔ་མོ་གི་ལོ་རྒྱུས་ཁྱད་དུ་སྤོབས་པ་ཞིག་ཡོང་ཟེར་གྱི་ཡོད་ལ་རེད། རྡོག་རྡོག་བཤད་པ་ཡིན་ན་འཛམ་གླིང་གི་ལོ་རྒྱུས་ནང་ལ་ད་ལོ་ཁྲི་མང་པོ་ཡོད་མཁན་གྱི་ཨ་ནི། རྒྱ་གར་རྒྱ་ནག་ཨེ་ཇིབ་བྷ་བྷི་ལི་སི་ཡ་དེ་འདྲ་རྒྱ་སྐད་ཁ་ཤས་ཀྱིས་མ་གཏོགས། ཡོད་མ་རེད་ལོ་རྒྱུས། སྐྱ་བ་ཡ་ཐོག་གི་ལོ་རྒྱུས་བཤད་རྒྱུ་ཡོད་མཁན། ད་འདི་ཡས་ལས་ངས་ལོ་རྒྱུས་འདི། དན་ཚན་རིམ་པ་དགུ་འདྲ་པོ་ཅིག་བརྒྱུད་ཡོད། གཅིག་དེ་སྐྱ་བ་ཡ་ཐོག་ཡིན། གཉིས་པ་དེ། ནི། སྔ་མཛད་གཞུང་ཡིག་གི་དུས་ར་ཡིན། གསུམ་པ་དེ་རྒྱ་བོད་གཉའ་ཁྲི་བཙན་པོ་ནས་སྲོང་བཙན་སྒམ་པོའི་བར་ཡིན། བརྒྱད་པ་སྟེ་སྲོང་བཙན་སྒམ་པོ་དང་ཀློང་གཏམ་པའི་བར་ལས་བཤད་ཡིན། ལྔ་པ་སྟེ་བོད་སིལ་བུ་མཐོ་ནས་དཔོན་པོ་མེད་པ་ཆགས་ནས་ལོ་བཞི་ཆ་ག་ལྷག་ཅིག་ལྷག་པ་རེད་དེ་ཡིན། དྲུག་པ་སྟེ་ས་ཞབས་བར་གྱི་བོད་ཀྱི་སྲིད་དབང་ལོ་བརྒྱ་ཞེ་བརྒྱ་ལྔ་དྲུག་ཅིག་བཟུང་ཟིག་རེད་དེའི་སྐོར་ལས་ཡིན། བདུན་པ་ལས་དེའི་རྗེས་ལས་སྡེ་སྲིད་ཕག་མོ་གྲུ་པ་གྱི་ལོ་ཉིས་བརྒྱ་དྲུག་ཅིག་ལས་བཟུང་བ་རེད་དེ་ཡིན། བརྒྱད་པ་སྟེ། དེ་ནི་རྩོམ་པ་རྒྱལ་པོ་དགེ་སློང་ཉི་ཤུ་རྩ་གཉིས་ཀྱིས་གཟུང་རྒྱུ་རེད་དེའི་སྐོར་ལས་ཡིན། དགུ་བ་སྟེ་ང་ཚོ་སྒེར་སྡེང་ཕོ་བྲང་དུ་ཕྱི་ལོ་གཅིག་སྟོང་དྲུག་བརྒྱ་ཞེ་བཅུ་ཞེ་གཉིས་ནས་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་པ་དེའི་དགུ་བ་དེ་ཕྱི་དུས། མདོར་བསྡུ་ན་ངས་ལོ་རྒྱུས་ཀྱི་བྲིས་བ་རེད་ལོ་རྒྱུས་དཔེ་མ་རེད་ཀྱི་ལྡེ་མིག་ཟེར་ཡ་དེ་ལ་དད་མཚན་དགུ་ལྡན་པ་ཞིག་ལ་ཨ་ནི་བྲི་སྟངས་དེ་ནི་ཧང་ཝུའི་སྟངས་མ་ཡིན་པར་དེང་སང་འཛམ་གླིང་གི་ལོ་རྒྱུས་ཀྱི་ལྷོ་སྡེ་བྲི་སྟངས་བཤད་ལ།

ཁྱེད་ཚོ་ལོ་རྒྱུས་དགའ་མཁན་རབ་བྱེད་མཁན་ཡིན་ན་ད་ལྟ་ཡག་ཤོས་དེ་ངའི་ལྷ་ས་ལས་སྤུག་ཚོ་གི་ཏཱ་ཡས་བོད་ཀྱི་ལོ་རྒྱུས་ཞིབ་དགའ་བསྟན་ཟེར་ཡ་གྱིས་དེ་ཡིག་ཐན་པ་ནི་རི་མོ་དང་བཅས་པ་ཅལ་པ་རྒྱག་གི་ཡོད་ལོ་རེད་ནི་དེ་གི་བ་ཨེ་འདི་ཀ་མ་ཟེར་ནོ་ཟེར་ཡ་གི་ལྷ་པ་གྱིས་དཔེ་མཁས་པ་ཆེན་པོ་གཅིག་ཡོད་རེད་དེ་དང་དེ་ནས་ངའི་ཁ་ཉིན་ཡོན་ཏན་ཟེར་ཡ་གྱིས་ཁོང་གཉིས་ཀྱིས་རི་མོ་བྲིས་རེད་ད་དེ་ཚོ་ཚང་མ་ལ་ཨེ་ནི་ལྷ་པ་དང་ག་གལ་མེད་པ་ཞིག་ད་ང་ཚོ་ཚང་མ་གིས་ཕན་ཐོག་ན་འདི་བོད་ཀྱི། སྤུ་གི་ཚོགས་ལ་ཕན་ཐོགས་སྣང་འདྲ་བོ་སྤྲིངས། བྲིས་བསྡད་པ་དྲི་མ་དང་ངལ་རྩོལ་དེ་གླ་ཞྭ་སྤྲད་མཁན་དངུལ་སྤྲད་མཁན་འདྲ་བོ་སུ་གཅིག་ཡོད་ལ་མ་རེད། དེ་དེར་དེ་བཟོས་ན་ད་ལྷ་ས་ལ་པ་བརྒྱ་ཚ་པ་ཁྲི་མང་པོ་བརྗེ་ཚ་ཡི་ས་རེད། ལོ་རྒྱུས་མི་ཤེས་མཁན་ཡིན་ན་དུམ་བུ་དེ་ལྟ་ན་གོ་བདེ་བོ། སྤུ་གི་ལྟ་རྒྱུ་ཡིན་དང་རི་མོ་བ་ཡོད་ལུང་རིག་པ་དགོངས་པ་སྒྲོན་མེད། དེར་བལྟས་རྟགས་ཚ་རེད་པད་མ་ར་གི་རྟགས་འདེད་མི་རྟགས་ན་མ་གཏོགས་པད་མ་ར་གི་འདེད་མི་བལྟས་ཚེ་གོ་ཁ་པོ་ཡོད་ལ་རེད་ལུང་དང་རིགས་པ་མང་པོ་མ་ཤེས་ན་དང་པོ་ཁས་ལེན་ལ་མ་རེད་པ། ཨེ། དེ་རིང་བཤད་ཡ་འདི་ང་ཚོ་སྒྲུང་འདྲ་པོ་ཧ་ལམ་ཉན་མི་ཤེས་མི་ཉན་ན་སྒྲུང་འདྲ་པོ་ཆོག་བསྡད་རེད་ཡིན་ན་ཡང་བསྐལ་པ་ཡག་ཐོག་གི་འགྲོ་བ་མི་ཡི་རིགས་ཀྱི་ལོ་རྒྱུས་ཟེར་ཡ་དེ་བཤད་ཡོང་དུས་ད་ང་ཚོ་མི་ཟེར་ཡ་དེ་བུ་སྟོང་པ་ག་ནས་ཡོང་པ་རེད་ཟེར་དུས་ད་དེ་ཚེ་སྐྲ་དང་སྤྲེའུ་ལ་བཅུག་འབར་ཟས་སྣ་སྔ་མོ་བལ་གཤེགས་སུ་ཡོད་རེད་དེ་ནང་བཞིན་དེང་སང་འཛམ་བུ་གླིང་གི་ཤེས་ཀྱི་འདུག་བ། དར་དབེན་སེམས་དབྱེ་འབྱེད་ཀྱི་མི་གཅིག་བཤད་པ་རེད། ད་ངས་ཟེར་ཡ་ལ་ང་རང་ཚང་སྐལ་པ་ཡ་ཐོག་གི་ལོ་རྒྱུས་བཤད་དུས་ང་ཚོ་སྤོབས་པ་ཤེས་དགོས་པ་གཅིག་ཅི་རེད་ཟེར་དུས། དེང་སང་ཀྲུང་གོའི་རྒྱལ་ཁབ་ལ་མི་རིགས་ལྔ་བཅུ་ང་རུས་ཡོད་རེད་བརྒྱ་ཡོད་བརྗེད་དུས་དེའི་ནང་ལ་སྐལ་པ་ཡ་ཐོག་གི་ལོ་རྒྱུས་ཨ་ནི་རང་རང་སོ་སོ་གི་ཡིག་ཐོག་ན་ཡི་གང་མཁན་དེ་ཕ་ཅེ་བོད་དང་རྒྱ་གཉིས་མ་གཏོགས་ལས་གཞན་དག་ལ་ཡོད་ས་མ་རེད། ད་རྒྱ་དང་འཛམ་གླིང་ད་ལྟ་སྐད་རག་ཡོད་ལ་རེད། གནའ་སྔ་མོ་གི་རྒྱ་སྐད་ཆེན་པོ་གཞན་ཡིན་ན་ཅིག་བྲལ་གོ་ག་ཡོད་ལ་རེད། ཨ་ག་རེད་རྒྱ་ནག་རེད། ཨེ་རྒྱི་དང་པཱ་པི་ལི་སི་ཡ། པཱ་པི་ལི་སི་ཡ་དེ་ད་མེད་བུ་ཚ་དེང་སང་ཨ་ལ་པོ་ལུང་པ་ཡེ་གྲས་ས་དེ་ཁུག་གི་རེད། ད་ལྟ་ཡོད་ལ་མ་རེད་དེ་སོ། ད་ལོ་སྟོང་ཕྲག་ལྔ་རེ་དྲུག་རེ་གི་ཡིག་ཆ་གི་ལོ་རྒྱུས་ཡོད་ཟེར་གི་ཡོད་རེད་ད་ཡིག་ཆ་མེད་མི་ཡོང་ང་ཚོ་ཀྱི་ས་འོག་ནས་དཔྱད་ལོག་བསྟན་བསྡད་ཟིན་འདྲ་བོ་ཡག་ཁུ་མ་ཁུ་བཏུས་བསྡད་དུས་དེང་སང Egypt ཟེར་ཡ་དེ་ཕ་གྱི་ལོ་ཁྲི་སྲོང་ཆོས་རྩལ་གི་ལོ་རྒྱུས་བཤད་གི་ཡོད་རེད་ཡིན་ན་ཡང་ད་ང་ཚོ་རིང་ནས་ཡོད་བསྡད་པ་གི་ལོ་རྒྱུས་འདྲ་པོ་སྟེ་ལོ་སྟོང་ཕྲག་ལྔ་དང་དྲུག་གི་བར་སྟེང་དུ་བཤད་བསྡད་ཀྱི་ཡོད་ལ། དེ་བཅས་དུས་བོད་ཀྱི་ལོ་རྒྱུས་དེ་ང་ཚོའི་ཡིག་ཆ་ལ་བརྟེན་ནས་དེ་ཚོ་ཚང་མ་རྡོ་རྗེ་དཀར་ནག་དང་འདྲ་ལས་བཤད་ཐུབ་ཡ་དེ་ང་ཚོ་ད་ལྟ་མི་རིགས་ལྔ་ཁྲི་ལྔ་རུས་ཀྱི་ནང་ལ་བོད་པ་མ་གཏོགས་ཡོད་ས་མ་རེད། ད་ལྟ་ན་སྔ་མོ་བས་ཟེར་ཡ་དེ་ཨེ་ནི་ཧ་ཅང་གི་ད་རིང་ནས་ད་སྔ་མོ་ཅན་ཅིག་ཡིན་ས་རེད། དེ་བྱེད་དུས་ད་འཛམ་བུ་གླིང་གི་ཚོང་དམངས་ཀྱི་སྐལ་པ་ཡ་ཐོག་གི་ལོ་རྒྱུས་བཤད་དང་འདྲ་པོ་རེད། དང་པོ་ས་འདི་ག་འདྲ་ཅིག་ཆགས་འོང་ཟེར་རེད། དེ་ནས་གཉིས་དེ་ག་འདྲ་ཅིག་བྱུང་ཟེར་རེད་དེ་བཤད་བསྡད་དུས་ད་ད་ལྟ་ཧ་ལམ་ས་ཡི་གོ་ལ་དེ་ཕྱོགས་ནས་ལོ་དུང་ཕྱུང་བཅུ་ཅིག་ཞེ་བཞི་ཞེ་ལྔ་རེད་ཟེར་བཤད་གི་ཡོད་རེད། ནས་འགྲོ་བ་མིའི་རིགས་བྱུང་ནས་ལོ་ས་ཡ་བཞི་ལྔ་དེ་འདྲ་བྱུང་ཡོད་ས་རེད་ཟེར་ད་ལྟའི་ཡན་མན་གྱི་སྐྱ་ལོག་གཉིས་བསྡད་ཀྱི་ཡོད་རེད་རྡོ་གི་ཟེར་སྐྱ་ལོག་འདྲ་པོ་རྡོ་དེ་ཇི་ལྟ་ད་གཙོ་བོ་རྡོ་གི་སྐྱ་ལོག་རེད་དེ་ཚོ་གཉིས་བསྡད་ཀྱི་ཡོད་རེད། ད་དེ་གི་དེ་དུས་ག་འདྲ་ཡོད་ཟེར་དྲིས་གོ་ཡིག་གིས་དྲིས་གོ་ཟེར་ད་ཕ་ཅིག་ང་ཚོ། གྲངས་ཉུང་མི་རིགས་ཀྱི་ནང་ལ་བོད་པ་མ་གཏོགས་ལ་ཀྲུང་གོ་ལ་ཕ་རྒྱ་ཡོད་ས་མ་རེད། ང་ཚོས་གང་འདྲ་བྲིས་ཡོད་ཟེར་དུས་དེ་ནི། བོན་པོ་གི་ཡིག་ཆ་དེ་ཚོ་དཔེ་གལ་ཆེན་པོ་རེད་ཡིན་ད་ང་ཚོ་བོན་པོ་དང་བོན་སྡེ་གཉིས་ཀ་གི་ནང་ཡོད་ལ་བོན་སྡེ་གི་ནང་པ་གི་ཆོས་དེ་བོད་ལ་བལྟས་ཚར་དུས་ཡང་ལོ་རྒྱུས་དེ་བཟོས་ཅི་མང་པོ་ཞིག་འདུག་དེ་གཏད་ཚད་རྩོད་པ་བཟོ་ཚར་ཤག་ད་དེའི་སྐོར་ལ་ང་ཚོས་ག་ལ་ག་ལ་བཤད་ཆོག་དུས། དེ་ནི་ང་ཚོའི་གན་དྲ་ལ་ཡི་རེ་ས་དུ་དང་པོ་བེད་ཟེར་ཡ་དེ་དེ་ནི་རྒྱ་མཚོ་རེད་ལྷ་ས་མ་བྱ་ལྷ་ས་བྱ་ལྷ་ས་རྒྱ་མཚོའི་སྟེང་ལ་ཆགས་ཟེར་གི་འདུག་དེ་ལས་ལོ་དུང་ཕྱུག་མང་པོ་གང་ལས་ད་ལྷ་ས་དེ་རྒྱ་མཚོ་ཡིན་ས་རེད་དེ་ལས་རྒྱ་མཚོ་བྱེད་འོང་དུས་ད་ག་ལེ་ག་ལེ་ནི་རྒྱ་མཚོ་ཁ་གི་ས་དེ་ཚོ་ཕག་གདན་ཚུགས་གདན་ཡོང་དུས་དེ་ནི་ཧི་མ་ལ་ཡ་གི་རི་རྒྱུད་དེ་ཡག་ཅེས་ལ།

དང་པོ་ལ་བཤད་ན་སེམས་ཅན་ཕན་འདྲ་མྱོང་བྱེད་ལ་དུད་འགྲོ་དང་མི་དང་ཚོང་མ་དེ་ནི་གཅིག་གི་གཅིག་ལ་གནས་པ་མིག་ལས་ཤེས། རང་རང་སོ་སོ་གི་ཞིང་ཐང་འདྲ་བ་ས་རྩ་འགྲན་འདྲ་བ་ས་ལོ་ཏོག་འདྲ་བ་ས་ལ་འགྲོ་བདག་གི་ཡོད་རེད། དེ་ནི་ག་ལས་བྱུང་སྟེ་གཅིག་གིས་གཅིག་ལ་དག། གནོད་པ་བྱེད་པའི་ཕྱིར་ནི། གཅན་གཟན་གྱི་རི་དྭགས་ཟ། མིག་གིས་གཅན་གཟན་དང་རི་དྭགས་ཟས་ལ་ཟ། དེ་ནས་སེམས་ཅན་གསུམ་ལ་དགོས་ཤིག་ཞུས་པ་འདུག་ད་ང་ཚོ་འགྲོ་ལེ། འགོ་བཙུགས་པ་རེད། འོ་ད་དེ་འདྲ་བཤད་ཡོད་རེད། ད་དེ་བཤད་སྟངས་དེ། ནི་དངོས་གནས་བཤད་ན་དེང་སང་གི་མཚན་རིག་བཤད་སྟངས་དང་ནི་ཧ་ལམ་གཅིག་པ་ཆགས་ཡོང་གི་འདུག། ཚན་རིག་པ་དེ་ཚོ་གོ། ད་ལྷ་བོད་དེ་དུམ་བུ་རྒྱ་མཚོ་དེ་ཤར་རྒྱ་མཚོ་ནས་ཡར། ཨ་ནི་ས་དེ་ཡང་བོད་ལ་ད་མཐོན་པོ་ཆགས་གོ་ཧི་མ་ལ་ཡ་ད་རུང་ལ་ཇེ་མཐོ་ཇེ་མཐོ་ཇེ་མཐོ་ཞིག་བཤད་པའི་འགྲོ་སེང་གེ་སེ་བསྡད་གི་ཡོད་རེད། དེ་སྐད་དང་གཅིག་པ་ཆགས་བསྡད་ཡོད་རེད། འགྲོ་བ་མིའི་རིགས་གཞུང་སྟོང་ལ་འདྲ་མི་འདྲ་མང་པོ་ཡོད་རེད་དཔེར་ན་རྒྱ་གླང་རའི་ནང་ན་སྔ་མོ་དེང་གི། ས་གི་གཟུགས་ལ་དེ་ལ་བྱིན་གྱིས་བརླ་ག་ཟིན་འདྲ་བོ་ཀུན་དགའ་སྐྱེས་ལ་བྱིན་གྱིས་བརླ་ག་ཟིན་འདྲ་བོ་དེ་འདྲ་རེད་ཟེར་ཁྱི་རྒྱ་ནག་གི་སྔ་མོ་ཤད་དུས་དེ་ལས་མཐོང་ཐད་དགའ་སྡུག་གི་ལྷ་གི་གཟུགས་ག་ཟེར་སེ་བསྡད་འདྲ་བོ་དེ་འདྲ་ལ་བསྡད་ཀྱི་ཡོད་རེད། སྐད་བསྡད་པ་དེ་ཨེ་ན་རྗེས་མ་དབྱིན་ཇི་གི་དར་བའི་སེམས་ཀྱིས་ད་འདི་གི་སྲོག་ཆགས་གི་འཇུ་བྱེད་མཁན་ལོ་རྒྱུས་ཀྱི་འཇུ་བྱེད་མཁན་ཁྱད་པར་གྱི་ཆེད་ད་ལོ་བརྒྱ་ཕྲག་ཙམ་གྱི་རེད་ཁོ་གི་ཨེ་ནི། དལ་གྱིས་བཀྲེས་ཡོང་དུས་ད་མི་བསད་དེ། བཀྲེས། བཀྲ། ཟླ་རྒྱག་ཡུལ་ཡང་ཟེར་གྱི་འདུག་ང་ཚོ་བཀྲ་ཡིན་ས་རེད། དེ་ལས་གཞུང་དགོས་ཟེར་ལ་དེའི་རིགས་པ་ཅིག་ཡོང་དུས་ད་དེང་སང་ཡོངས་གྲགས་ལ་ཚང་མས་ཁས་ལེན་བསྡད་ཀྱི་ཡོད་ལ་ད་ཁས་མི་ལེན་གང་ཁ་ཁས་ཁ་ཁས་དུ་ཡོད་ཀྱི་རེད། འོ་དེ་ཆོག་དུས། དེ་ང་ཚོ་གིས་བཤད་སྟངས་དང་ཉན་ནས་སྐྱིད་པ་ཅིས་ཀྱང་ཆགས་ཡོང་གི་འདུག་བ། ཆེ་བ་ཡང་དེ་ནི་བར་སྐབས་སུ་ང་ཚོས་རིག་གནས་ས་ཆེན་མོ་འདྲ་པོ་དེ་དེ་སོ་སྐད་ལས་བོད་ཀྱི་རིག་གནས་དེ་ཚང་མས་མཐོང་ཆུང་བྱེད་ལེ། ད། ཅིག་བྱེད་ཡོང་དུས། ཨ་བ་ད་ཐེངས་བོད་ཕ་གི་ཅིག་ཤེས་ལ་མ་རེད་ཚང་མ་རྨོངས་དད་རེད་ལྐུགས་པ་རེད་ཟེར་ཁ་བརྡུང་བྱེད་བསྡད་ཀྱི་ཡོད་རེད། ཁ་བརྡུང་བྱེད་བསྡད་ཀྱི་ཡོད་རེད་དེ་རྗེས་མ་ང་དང་པོ་པེ་ཅིང་འགྲོ་དུས་དེ་ནས་རྒྱ་དེ་ཚོ་གིས་བོད་ཀྱི་གཙང་རིས་ཀྱི་ལོ་རྒྱུས་ཅིག་བྲིས་ཤོག་གཙང་རིས་ལོ་རྒྱུས་བྲིས་ཡོང་དུས། དེ་ནི་བོད་ཀྱི་འགྲོ་བ་མིའི་རིགས་ཆུང་དང་ག་འདྲ་བཤད་ཡོད་ཟེར་དུས་དེ་འདྲ་བྲིས་དཀའ་བ་ཟེར་ད་རེས་ངས་བཤད་བསྡད་ཟེར་དུས་བྲིས། དེ་ནས་ཁྲི་ཚར་དུས་ཁོ་ཚོས་རྒྱ་རྒན་དེ་ཚོ་དེ་ལ་ཟེར་གྱི་འདུག་ད་འདི་ཚན་རིག་དང་མཐུན་པོ་ཡོད་བ་རེད་དེ་ཁོ་རང་ཚོ་ཏཱ་ལའི་སྟེང་འོང་གི་དེ་འདྲ་རེད་མ་གཏོགས་ལ་དེ་ནི་ཚན་རིག་གཞན་རྒྱུ་བཤད་དཀའ་ཅི་མ་རེད་ཟེར་ལ་དེ་དུས་ནོར་བྲིས་དཀའ་ཡོད་བ་རེད། འོ་བྱས་ཚོ་དེ་དུས་ང་ལོ་ཆུང་ཆུང་རེད་ཅེས་ཉལ་བསྡད་ལ་མ་གཏོགས་ཞི་རགས་ཀྱི་ལག་ཕེབས་ཀྱི་མེད། ཁོ་ཚོས་དཀའ་ས་ན་བསད་རྒྱུ་བསྡད་ལ་མ་གཏོགས།

ཁྲོང་སྡོམ་པ་སྔ་མོ་སྔ་མོ་ལས། སེམས་ཅན་ཟས་ཀྱི་ས་མ་ལུས་སྦྱིན་མ་རེ་དོགས་ཟད་སེམས་ཅན་ཟས་ས། འོ་དེ་འདྲ་བྱེད་ན་དེ་ནི་ཆོག་བསྡད་པ་རེད་ཟེར་ང་ཚོས་ཡིག་ཆ་ནང་བཀླགས་དཀའ་བ་དེ་ད་དེང་སང་ཚན་རིག་གི་སྐད་དུ་བཀའ་བབས་ཡག་ཐུག་གི་ལོ་རྒྱུས་གཏེར་དུ་སྐྱིད་པ་སྐྱིད་ཆུང་ཞིག་བཤད་བསྡད་ཀྱི་ཡོད། མི་རིགས་གཞན་དག་གི་དཔེར་ན་ང་ཚོ་ད་ལྟ་གྲངས་ཉུང་མི་རིགས་གཞན་དག་གིས་ཨེ་ནས་བཀའ་བབས་ཡག་ཐུག་ལོ་རྒྱུས་བཤད་དུས་ཕ་སྐྱེས་ལྷོ་བསྟན་ནོར་དེ་འདྲ་ཅེས་བཤད་ཀྱི་ཡོད་ཀྱི་རེད་ད་ཚིག་བཤད་ཀྱི་ཡོད་ལ་མ་རེད་ཡིན་ད་ལོ་རྒྱུས་ཡོད་ལོ་མ་རེད་ཨ་ནི་དཔེར་ན་ཀྲུང་གོའི་ལོ་རྒྱུས་དེ་དག་ལྷོ་བྲག་ཆུ་ཆུ་འབྲིང་པོ་ཆེན་པོ་ཚང་མ་ལ་བཤད་ཡོང་དུས་དེ་འདྲ་ཞིག་ལ་བལྟ་གི་ཡོད་རེད་ད་དབྱིན་ཇིའི་སྐོར་དེ་འདྲ་ཞིག་ལ་བལྟ་གི་རེད་ཨ་མེ་རི་ཀ་སྐོར་དེ་འདྲ་ཞིག་ལ་བལྟ་གི་ཡོད་རེད་དེ་ལ་བལྟས་པ་དེ་ང་ཚོ་བོད་ཀྱི་ནང་ལ་གཅིག་ཆུད་དུ་དེ་ཚོ་སྲིད་ག་བ་རེད་མ་མཐོང་འདྲ་པོ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་འོ་བྱས་ཙང་ཨ་ནི་ང་ཚོ་གི། ལོ་རྒྱུས་དེ་ལྟ་ཡོད་བལྟས་ན་དེང་སང་ལོ་སྟོང་ཕྲག་ལྔ་རིག་ནང་འགྲོ་ཐུབ་གི་རེད། ཀྲུང་གོ་གི་ད་ལྟ་ལོ་རྒྱུས་བཤད་ཡོང་དུས་ཝུན་མིན་སི་ལོ་སྟོང་ཕྲག་ལྔ་ད་རིང་ནས་གི་ལོ་རྒྱུས་ལོ་སྟོང་ཕྲག་ལྔ་བཤད་གི་ཡོད་རེད་རྒྱ་གར་ལ་དེ་འདྲ་པོ་རེད་དེ་ནི་མི་རིགས་གཉིས་པ་སྐད་རོགས་ཆེན་པོ་དེ་ཚོ་ཨེ་ཇེབ་ཏི་སི་ཡང་རེད་པོ་དེ་ཚོ་རེད་དེ་ང་ཚོ་སྔོན་མ་ཞིག་ཡང་ལོ་རྒྱུས་བཤད་དུས་སྲོང་བཙན་སྒམ་པོ་དང་མ་སྐྱ་དེ་དང་སྲོང་བཙན་སྒམ་པོ་བོད་ཀྱི་རྒྱལ་ར་སུམ་ཅུ་སོ་གཉིས་པ་རེད་པ་སོ་གསུམ་པ། དེ་ཅི་དེ། དེང་སང་ཨོ་ཁྱེད་ཚོ་ལོ་སྟོང་ཕྲག་གྱི་མ་གཏོགས་ཡོད་མ་རེད་ཚུར་ལག་ཡོང་གི་འདུག་བ། འོ་ད་ངའི་གི་ལོ་རྒྱུས་འདི་ཁྱད་ཅི་ཅིན་ཟེར་དུས། ནི། པད་མ་ར་གི་སྡེ་མིའི་ནང་དུ་ད་ལྟ། བྱིས་པའི་དགའ་དད་ནང་ལོ་སྟོང་ཕྲག་ལྔ་ནས་དྲུག་བར་ཟེར་གི་བ་ཡིན་ལོ་སྟོང་ཕྲག་དྲུག་ཡིན་ན་ང་ཚོ་རྒྱ་རིགས་ལ་སྟོང་ཕྲག་གཅིག་ང་ཚོ་སྔ་འགྲོ་གི་འདུག། ཡིན་ན་དེ། ཁུངས་དང་ལུང་དགོས་གི་རེད་མ་གཏོགས་ཁུངས་ལུང་མེད་པའི་གཅིག་ང་དང་གྲོང་མི་ཡིན་རྫས་དེ་ཟེར་གི་དེ་ཡང་ཁས་ལེན་གི་མ་རེད་བ། ལོ་རྒྱུས་ཟེར་བ་དེ་ལ་ཁོས་རིག་པ་ཅན་གྱི་བར་ལོ་རྒྱུས་རིག་པ་ཟེར་དུས་ཨ་ནེ་བཤད་སྟངས་གཅིག་གི་སྐོར་རྒྱུ་མཚན་གཅིག་ཡོད། གཅིག་ངེད་ཚོ་གཙོས་ཀྲུང་ཧྥ་ཡིག་གི་ལྟ་བ་དགོས་ཀྱི་ཡོད་རེད། དང་པོ་དེ། ཡིན་གཅིག་མིན་གཉིས་ངེད་ཚོ་རིང་ལུགས་དགོས་ཀྱི་ཡོད་རེད། གཉིས་པ་དེ་ལས་དེ་ལས་བདེན་དཔང་ག་རེ་དགོས་ཀྱི་ཡོད་ཟེར་དུས་ཡིག་ཆ་གི་བདེན་དཔང་དགོས་ཀྱི་ཡོད་རེད། ད་རུང་དེང་ཕོ་ཁ་ཅིག་གིས་སྐྱིད་དེ་དངོས་པོ་ས་འོག་ན་བཅའ་ལག་བསྟན་འོག་ཟེར་གི་ཨེ་ལས་ངེས་པ་ད་ལྟ་གསུམ་ཡོད་ན་ལོ་རྒྱུས་རྩད་ཆོད་གི་རེད་དེ་གསུམ་མེད་ན་ཨེ་ལས་སྒྲུང་རེད་མ་གཏོགས་ལས་ལོ་རྒྱུས་མ་རེད་བསྐལ་བཟང་ང་ཚོ་བོད་བོད་ཀྱི་དེང་སང་གི་ལོ་རྒྱུས་བཤད་སྟངས་ཞིག་དེ་སྒྲུང་རེད་མ་གཏོགས་ལོ་རྒྱུས་མ་རེད། དེའི་སྔས་ཚབ་སྐྱི་པགས་ཀྱི་ནང་ལས་སྒྲུང་དུ་ལོ་རྒྱུས་གསལ་ཁ་པ་མང་པོ་ཡོད་རེད་དེའི་གན་ཡོད་ང་ཚོས་ལོ་རྒྱུས་ལ་ཕན་མང་པོ་ཐོག་གི་ཡོད་རེད་གནའ་སྔ་མོ་སྒྲུང་དུ་ལོ་རྒྱུས་གསལ་ཡ་དེ་བོད་སྐྱི་པ་མ་རེད་རྒྱ་གི་ལོ་རྒྱུས་བོད་སྐྱི་པ་རེད་རྒྱ་གར་གི་ལོ་རྒྱུས་དེ་ལས་བསྡུས་ལ་ཧྲིམ་དེའི་ནང་ལ་ཚུད་དེ་ནས་དེང་སང་གི་སྔས་ཚོ་རྩེ་སྒྲུང་མ་ཡིག་གི་ལོ་རྒྱུས་ཀྱི་རྩ་བ་ཁུ་ལ་ཉོ་རྒྱུ་ཡོད་ལ་ཧྲིམ་འོ་དེ་འདྲ་ཅིག་ཉོས་ཚེ་འོན་དུ་ད་དེ་འདྲ་ཅིག་ལ་དེའི་གི་ཀོ་ལ་ཙི་བུན་དུ། ཤ་ལོ་གནོད་སྦྱོང་ག་ལ་སུག་འདི་ན་ཤ་དུང་གི་བ་འདྲ་པོ་རེད། ས་ཡོང་ངར་ཚོའི་ལོ་རྒྱུས་ནོ་ག་འདྲ་ལ་ཨེ་ཟེར་ད་དེ་འདྲ་ཅིག་ལོ་མང་པོ་འགྲོ་ཚ་དུས་དེ་ནས་ཀོ་ཅི་དང་པོ་ཕིག་གཅིག་ཅིག་ལ་གནས་པ་ཡོད་ལ་མ་རེད། ཞི་བདེ་བསྙོན་གནས་གི་སྟེང་ལ་ལོ་འབུ་ཕྲག་མང་པོ་དེ་འདྲ་ཅིག་བསྡད་ཟེར་རེད། དེ་ལས་རྗེས་མ་ཉི་ཚེ་རོང་དེ་ཇེ་ཆེ་ཇེ་ཆེ་ཆགས། ཨ་ནི་ངས་དེ་རིང།

ཨེ་ལས་ཇི་སང་ལ་ཏོང་མེ་ཤིང་གི་ཏེ་ཙོ་ཀེ། ཟ་ཇི་ཐོས་ཇི་ཅི་རོ་ན་ཟ། ད་སོང་ནས་སྐ་ང་འདྲ་བོ་ཐོས། ཁ་འདྲ་བོ་ཆོག། དེ་ནས་དགུན་ཁ་འདྲ་བོ་ཆོག་ཟ་ཇི་མི་རོ་འདི་དེ་ནས་ཁི་ཇི་ཟོ་འདི་ད་ཏེ་ཙོ་སོ་ལེ་ཨེ་ནས་ལྷོང་སར་འགྲོ། དེ་ལྷོང་ངན་པ་དྲེ་འདི་གཡོ་པོ་བྱེད། འོ་དེ་འདྲ་བྱས་ལ་དྲེན་ཡོང་ལང་ལུས་སེ་ཡི་ཕར་འགྲོ་ཡ་རྒྱུ་མཚན་འདྲ་བོ་ཏེ་དུམ་བུ། རྒྱུ་དང་དཔལ་འབྱོར་ཆེ་ཆུང་གི་དུས་ལ་ཨེ་ནས་བན་བོ་དོ་གཡོ་པོ་བྱུང་འདུག་བ། འོ་དེ་འདྲ་ཇི་བྱུང་པར། ལྟ་ཅི་ཕྱིར་ཚ་དུས་དེ་ནི་ང་ཚོས་ལོ་མང་པོ་གཅིག་སྟོང་ཕྲག་མང་པོ་འགྲོ་ཚ་དུས་ད་བན་ཡོག་ཡོད་ཚ་ལ་ཧྲི། བན་ཡོག་ཡག་ཚ་དུས་དེ་ང་ཚོ་བོད་ལ་རྒྱ་བོད་གཉའ་ཁྲི་བཙན་པོ་གི་གོང་ལས་བཀབ་པའི་དུས་ར་ཆེན་པོ་བཅུ་གཉིས་ཟེར་ཡག་ཅིག་བྱུང་ཡོད་ཧྲི། ད་དེ་སོག་གི་ནང་ལ་ང་ཚོ་བོད་ནང་ནང་པ་གི་ཡིག་ཆ་ནང་ལ་དཔའ་བོ་གཙུག་ལག་ཁྲི་བ་གི་མཁས་པའི་དགའ་ཚལ་འདྲ་པོ་དོ་ཨ་ནི་རྡེའུ་ཆེན་རྒྱུན་འདྲ་པོ་དེ་སོག་ནང་ལ་ཡོད་ཧྲི། ཨཱ། བམ་པོ་གི་ཡིག་ཆ་དེ་ཚོ་ལ་དཔེ་ཡག་པོ་ཡོད་རེད། དེ་ཚོ་ཚང་མ་གཉིས་ཀ་ནང་ལ་ཡོད་བསྡད་པ་ཅིག་འདུག་སྐབས་དུས་ར་ཆེན་པོ་བཅུ་གཉིས་དེ་དུས་དུས་ར་རེ་རེ་ལ་ཨཱ་ནི་བམ་པོ་ཀྱེ་ང་གཉིས་ཀྱི་གསུང་ཆོས་རྒྱ་ར་འདྲ་བོ་དེ་ཡོང་གི་ཡོད་ས་རེད་དེ་ད་ལྟའི་ང་ཚོ་གསལ་པོ་ཡོད་ལ་མ་རེད། ཡིན་ན་ཡང་ཨཱ་ནི་ཀྱེ་དུས་ར་རེ་རེ་གི་བཀའ་ལ། ད་ཡིག་ཆ་འདྲ་མི་འདྲ་ག་འདྲ་བྱུང་དགོས་ཟེར་ཡ་འདྲ་བོ། ཡིག་ཆ་མ་རིག་གོ་ལྕག་ལོག་འདྲ་མི་འདྲ་ག་འདྲ་བྱུང་དགོས་ཟེར་ཡ་འདྲ་བོ། འཚོ་བ་སྐྱེལ་སྟངས་ཡར་རྒྱས་ག་འདྲ་བྱུང་དགོས་ཟེར་ཡ་འདྲ་བོ་དེ་འདྲ་གསལ་པོ་གསལ་པོ་ཡོད་ལེར་དེ་ཡོད་དུས་དེ་ཡང་དེང་སང་གི་ལོ་རྒྱུས་བཤད་སྟངས་དང་གཅིག་འདྲ་དེ་ལེར། དེ་ནས་ད། དེ་འདྲ་ལོ་མང་པོ་འདྲ་ཆགས་འདྲ་དེ་ད་ནི་དཔོན་པོ་དང་གཡོག་པོ་ཡོད་པའི་བང་ཚང་དེ་ལ་ལས་དེ་ནི་ང་ཚོ་བོད་ཀྱི་ནང་ལ་བོད་ཀྱི་རུས་ཟེར་ཡ་དེ་བྱུང་ཡོད་རེད། བོད་ཀྱི་རུས་ཟེར་ཟེར་དེང་སང་བོ་ང་ཚོ་བོད་ལས་རུས་ཡོད་ལ་མ་རེད་ཟེར་ཕྱི་རྒྱ་ལས་རུས་ཡོད་ལ་རེད་རྒྱ་ལས་རུས་ཡོད་རེད་བོད་ལས་རུས་མེད་ལ་མ་རེད་ནང་པ་གི་ཆུས་བལ་ལ་བཏགས་ཚར་དུས་རུས་བོད་ཅེས་མ་གཏོགས་མེད་པ་བཤད་དགོས་འདུག་ཨ་མ་ཏོ། དཔེར་ན་ང་ཚོ་བོད་བཙན་པོའི་སྐབས་ཀྱི་མིག་གི་མིང་དང་དེང་སང་གི་མིག་གི་མིང་འདྲ་གི་མ་རེད་གནའ་སྔ་མོ་ལས་ཨ་ནི། རུས་དང་མིག་གཉིས་ཀ་དེ་ཚང་བ་ལ་ཡོད་ལ་རེད་ང་ཚོ་བོད་ལ་ཡོད་ལ་རེད། དེ་བཅོས་འདི་དེ་ནས་ད། དང་པོ་ང་ཚོས་བསྐལ་པ་ཁྱོན་ཡོད་རིང་པོ་རི་རྩ་དེ་རྒྱ་བོད་ཧོར་གསུམ་ཟེར་ཡ་གི་གཅིག་བྱོན་ཡོད་རེད་ཁོ་ཚོས་བུ་དཔོན་འདྲ་པོ་གསུངས་དེ་འདྲ་པོ་དེ་ལས་ད་དེང་སང་ཚོ་ཁོ་རྒྱ་བོད་ཟེར་དེ་དག་རྒྱ་ནག་དང་དེ་ནས་སོག་པོ་དང་རི་ཟེར་ཡོང་གི་འདུག་བ་དཀའ་སྐད་མ་རེད། ང་ཚོས་གང་དེ་ཟེར་གི་འཁྲིད་དེ་བ་ལས་རྒྱ་བོད་ཧོར་གསུམ་ཟེར་ཡ་དེ་ཚོ་ཁོ་ཚོ་ཚོ་བ་དེ་ཚོ་གི་རུས་རེད་འདུག་བ་དེའི་ནང་ལས་བོད་མི་ཁྲི་ཐོག་ཆེན་པོ་ཟེར་ཡ་དེ་ལས་བུ་དྲུག་བྱས་ལ་བུ་དྲུག་དེ་ཚོ་ས་གས་རྒྱ། ས་གོས་བ་འདི་ནི་དགའ་འབྲུ་བཀྲ་གདོང་ཟེ་ཡ་འདྲ་བུ་སེ་མི་སྟོང་གདོང་ཟེ་ཡ་འདྲ་བུ་ད་ལྟ་མི་མི་འདྲ་བ་རེ་མ་གཏོགས་དུམ་པ་ལྔ་ཚོས་རུས་ཆེན་བཞི། ཡང་ན་རུས་ཆེན་ལྔ་ཡང་ན་རུས་ཆེན་དྲུག་ཟེ་དེ་འདྲ་དབྱེ་བ་བྱེད་ཀྱི་ཡོད་པ་རེད། དེ་ནས་རུས་ཆེན་ལྔ་བསྲེགས་དུས། གདོང་ནི་ས་གང་ཤར་བ་ལ། འབྲུ་ནི་ཆུ་གང་གཡོགས་ལ་ལ། ར་ནི་ལྕགས་གང་གྱོན་ལ་ལ། རྒོད་ནི་མེ་གང་རལ་ལ་ལ། སྒ་ནི་ཤིང་གང་ལུས་ལ་ལ། ཟེར་དུས་དང་ལས་ཨེ་ནི། སྒ་འབྲུ་སྐྲ་གདོང་རྒོད་དང་བཞེས་ཟེར་གྱི་ཡོད། དེ་ལས་ར་སའི་ཡང་དེ་འབྱུང་བ་གི་སྟེང་ལ་བྱེད་དུས། ཤིང་མེ་ས་ལྕགས་ཆུ་ལྔ་ཀྱི་དབྱེ་བ་བྱེད་ཀྱི་ཡོད། དེ་འདྲ་ཀྱི་དབྱེ་བ་བྱེད་དུས་དེ་ལས་ང་ཚོས། རུས་ཀྱི་ཐུགས་ཀ་ཚོད་པ་རེ་རེའི་ཁ་ལས་ཨོང་རུས་དེ་དང་འབྲེལ་བའི་རང་གི་བླ་སེ་ཡ་ཆེ། ད་དེ་ཚོ་བླ་འཆང་འགྲོ་དུས་ཨེ་ནི་ཤི་འགྲོ་གི་རེད་ཟེར་གྱི་འདུག་བ། བླ་སེ་ཡ་ཆེ་ཟེར་དུས་དེ་ནི་བླ་གཟུགས། དེ་ནས་བླ་རི་བླ་ཤིང་བླ་མཚོ་ཟེར་དེ་འདྲ་སྲང་ལ་གཏོང་འདུག་ཅི་དུས་དཔེར་ན་ང་ཚོ་རུས་གདོང་ཡིན་ན་བླ་ཚན་ཅན་ཤ་བ་རེད་ཟེར་གདོང་ནི་ས་གང་ཤ་བ་བླ་འབྲུག་རུས་འབྲུག་ཟེར་གྱི་དེ་ཡིན་ན་དེ་ནི་བླ་གཡག་རེད་འབྲུག་ནི་ཆུ་ཁང་གཡག་ལ་ལ་ར་ནི་ལྕགས་ཁང་སྐྱོང་ལ་ལ་ཨ་ནི་ར་ཡིན་ན་བླ་དེ་རེད། སྐྱོང་རེད་ཟེར་གི་ཡོད་རེད། འབྲུ་ཡིན་ན་གཡག་རེད་ཟེར་གི་ཡོད་རེད། རྒ་ཡིན་ན་ལུག་རྒོད་ཡིན་ན་ར་རེད། དེ་ནི་ར། ལུག། གཡག། ཤ་བ། སྐྱོང། ད་ཟེར་ཆེད་ངག་འཐེན་པ་ཡོད་རེད། སྙན་ངག་དེ་ཚོ་གི་མ་ཚད་པ་ད་ཉིད་ཡང་དཔལ་འབོ་འདྲ་བོ་དང་གཡག་ཆེན་པོ་འདྲ་བོ་ཡིན་ན་ཨ་ལེ་ལུང་པ་དེ་གི་དཔལ་འབོ་འདྲ་བོ་དེ་དེ་གི་བླ་ཤིང་ཟེར་ཡ་བླ་རི་ཟེར་ཡ་བླ་མཚོ་ཟེར་ཡ་དེ་འདྲ་ངན་འདྲི་བྱེད་དེ་ད་ང་ཚོ་ཆོས་ལུགས་ལྟ་ཡོང་གི་ཡོད་རེད། དེ་ནི་ཆོས་ལུགས་ཟེར་ཡ་དེ་ལ་དང་པོ་གདོད་མི་གི་ཆོས་ལུགས་ཟེར་ཡ་དེ་བཏགས་འདུག་སྡེར་མ་གི་ཆོས་ལུགས་དེ་ང་ཡང་ང་ཚོ་མི་རིགས་འཛམ་བུ་གླིང་གི་སྡེར་མ་ཚང་མ་གི་སྲང་ལ་གཏོང་དང་སྐྱེས་པ་རེད་འདུག་དེ་ལས་གནའ་སྔ་མོ་ཐོ་རྒྱལ་འབྲུག་གྲགས་སེ་ཡ་རྒྱལ་གླིང་བོ་ཆོ་ལོ་རྒྱལ་བོ་འདུ་གཉིས་གཉིས་ལ་གནས་པ་ཞེས་ཟེར་ཐམས་ཅད་དེ་ལས་བ་ད་འདྲེ་རེད་ཟེར་མི་བཏགས་ག་པར། ད་ཕན་པ་ཞེས་ཡང་འདྲ་པོ་གཅིག་དུ་འཆོལ་བ་བདུད་དང་ལ་ཉི་མ་འདྲ་པོ་ཁ་བ་ད་ཅི་ཟག་བཅས་གཅིག་པོ་རེད་ཡ་དེ་ཚོ་རོལ་པ་ཟིན་དུ་ངེས་དེ་ཚོ་ཚོང་མ་དེ་ལྷ་རེད་ཟེར་ལ་ལྷ་དང་འདྲེ་ཟེར་ཡ་དབྱེ་བ་ཕྱེ་ཡོང་དུས། དེ་ལས་ང་ཚོ་ལྷ་འདྲེ་གི་ཐ་སྙད་བཅོ་ལྷ་འདྲེ་གི་ཐ་སྙད་ལ་བརྟེན་ལ་དེ་ནས་ཆོས་ཟེར་ཡ་དེ་ཡོང་བསྡད་ཀི་འདུག་བ་དེ་ལ་སྡོད་མི་བྱེད་ལུས་ཟེར་གི། སྡོད་མི་ཆུ་ཡེ་ཚ་དེ་དག་ལྷག་ལ་ཆོས་པ་འབུ་འགྲོས་ལས་རྔན་པར་སྤྲད་ཀྱི་འདུག་དེ་ལས་རང་གི་ཟག་གཅིག་ཁྱི་ལ་དགའ་ན་ད་མའོ་ཆེ་ཡ་དེ་ནི་ཤ། གྲོག། ཁྱུང། འོ་དེ་ཙམ་བྱེད་པ་བུ་ལས་དེ་སྨྲ་མཆོད་ཟེར་ཡ་དེ་ཡོང་པའི་རྒྱུ་མཚན་འདྲ་བོ་དེ་འདྲ་ཅིག་བྱུང་ཡོད་རེད། ད་ལྟའི་དེང་སང་འཛམ་བུ་གླིང་གི་ལུང་པ་ཐམས་ཅད་ལས་ཡང་ཐང་ཅིག་པ་རེད་ལ་ང་ཚོ་བོད་སྐྱོར་དེ་འདྲ་བྱུང་ཟིན་ཡིན་ཟེར་ངར་ཚོའི་ཡིག་ཆ་ནང་ཡོད་རེད་དེ་དང་སྐལ་པ་ཡག་ཐུག་ཟེར་ཡ་འདི་ལ་རྒྱགས་ན་ཡོའན་སུ་ཟེར་ཁུལ་ཟེར་གི་འདུག་བ། ཨོ་དབྱིན་ཇིའི་ནང་ལྟ་འདི་དང་ལོ་ངོ་ཆིག་བརྒྱ་ལས་གུད་མཁན་མི་མང་པོ་ཡོད་ས་རེད་དབྱིན་ཇིའི་གི་དེ་ལས Primitive Society ཟེར་རེད Primitive Society ཟེར་ཡ་དེ་ག་ལས་ལོ་རྒྱུས་བཤད་ཡང་འདུག་ང་ཚོ་བོད་དུ་བཤད་སྟངས་གཅིག་པ་གཅིག་ཆང་ཆག་བསྡད་འདུག་དེ་གའི་ང་ཚོ་བོད་འདི་མི་རིགས་རྙིང་པ་ཡིན་པ་རིག་གནས་རྙིང་པ་ཡོད་པ་ཧ་ཅང་གི་མི་རིགས་ད་གནའ་སྔ་མོ་ཡིན་ན་བླ་ཆེ་ཡང་གཟི་བརྗིད་ཆེན་པོ་ཡིན་པ་གྱི་མཚན་བསྟད་གི་ཡོད་རེད་དེང་སང་ང་ཚོ་འཇོན་གི་མི་འདུག་བ་མ་གཏོགས། དེ་ཡང་འདི་དག་ཡང། བོན་པོ་གི་ཡིག་ཆ་སློང། ད་སྦྱིན་པ་ང་ཚོ་ནང་པ་ཀུན་བེད་སྤྱོད་གཏོང་བསྡད་ཀྱི་ཡོད་རེད། སློང་གི་པོ་ཏི་ཟེར་དུས་དེ་ཚོ་གི་ནང་ལས། དེ་ནི་འཇིག་རྟེན་གང་དུ་ག་འདྲའི་བྱུང་བ་ཟེར་འབྱུང་བ་གི་སྒོ་ང་ལས་བྱུང་བ་རེད། དེ་ལ་ཡོང་གི་འདུག་བ། ད་འབྱུང་བ་གི་སྒོ་ང་ཟེར་ཡ་དེ། ཞག་གི་སྒོ་ང་འདྲ་བོ་ཅན་གྱི་ཡིན་ན་མི་འདི་དང་གང་གི་དེ། ས་བཅུ་སྨན་ལུང་དེ་ཚོ་ཚུར་ཆ་འོ་འདུག་ད་ད་ལྟ་ང་ཚོ་མཚན་འགྲིག་པ་ཡིན་ན་འདྲ་ཁྱོད་པ་ཡིན་ན་འདྲ་ཚང་མ་གི་འཇིག་རྟེན་གྱི་ཁམས་ཐམས་ཅད་ཆགས་སྲེད་ཀྱི་རྡུལ་ཕྲན་ཆུང་ཞིང་དེ་འབྱུང་བ་རེད། ཨ་ནི་ང་ཚོ་མིག་གི་སེམས་ཅན་གྱི་གཟུགས་པོ་ཆགས་སྲེད་ཡང་རྡུལ་ཕྲན་རེད།

ལས་ནི་སེམས་ཅན་ཡོངས་ཡིན་ན་མིན་ན་གང་ཞིག་དེ་དངོས་གནས་ཅན་ན་དེང་སང་གི་ཡང་ང་ཚོ་སྲོག་ཆགས་རིག་པ་ཞིབ་འཇུག་བྱེད་མཁན་དེ་ཚོ་གིས་ནི་དང་པོ་སྲོག་ཆགས་ཡོངས་ཡིན་བའི་གི་ཞིང་དེ་ལས་འདི་ང་ཚོ་ཤེས་ཀྱི་དང་ཡང་དགོས་ངེས་དང་འདྲ་བོ་འདུག་དགོས་ངེས་པས་ན་ངེད་རིགས་དང་ཤི་ཉོ་འོ་འདི་དང་ལ་སྲོག་མ་སེམས་ཀྱི་གོ་ད་ལ་འོ་ཤིག་གི་སྲོག་མ་དེ་དགོས་ངེས་རེད་བྱས་ཙང། དེང་སང། སོ་སྐྱ་དང་ལ་ཐོག་མ་དེ་ད་རྒྱ་སྐད་དང་ལ་བཞི་པོ་ཟེར་ཡ་དེ་རེད། བཞི་པོ་ཟེར་ཡ་དེ་ལ་བོད་སྐད་ལ་ཁྲ་ཕུང་ཟེར་ལ་མི་འགྲོ་ད་བོད་སྐད་རྙིང་པ་ཡོད་ལ་མ་རེད་ད་སོག་མ་རེད། སོག་མ་ཡི་ཁྱོད་ཚ་དེ་ཚོ། ད་དེ་འདྲ་བ་ཡོང་དེ་འདྲ་བ་དེ་ཚོ་ག་ལེ་ཁ་སྐད་ལ་ཡང་སོ་སྐྱ་ཆེར་ཆེར་བྱ་སོ་སྐྱ་འདྲ་མི་འདྲ་རྣམ་པ་སྣ་ཚོགས་བྱེད་དེ་ནི་འབུ་ཆ་ཉག་ཆ་བཞི་ཆ་མི་ཆ་དེ་འདྲ་ཡོང་གི་འདུག་ཨ། དེ་ལྕགས་དང་སྐྱ་ས་ལ་ཡང་དེང་སང་ཚན་རིག་གི་སྐད་དང་དང་ང་ཚོ་བོད་པ་ཡི་སྐད་དང་ལ་ཧ་ཅང་གི་འདྲ་པོ་ཡོད་པ་རེད། དེ་འདྲ་བྱས་ན་དེ་ལས་དེ་ནི་ཡང་རིང་པོ་རེད་འདུག་ད་ཁོ་ཚོ་གི་རིག་པ་དེ་ཚ་དྲག་པོ་ཆགས་ཡོང་ནི་ཆགས་འོ་ན་ཅིག་དྲག་པོའི་ནང་འདྲ་འདུག་དེ་ནི་ཤིང་དང་ཤིང་བདག་ལས་དང་པོ་མེ་དང་པོ་ཡོང་ཟེར་ཏེ་ཤིང་སྐམ་པོ་ཡང་རིང་པོ་བདག་འདུག་མེ་ཡོང་གི་འདུག་བ་ཨ་ནི་རྡོ། བདེ་བའི་འདུན་མའི་དལ་སྨད་འབའ་གི་རེ་བ། དེ་འདྲ་བ་དེ་གནད་འགག་ཁྱེད་ལས་དེ་ལས་ཤེས་ཡོང་དུས། དེ་ལན་ཁོད་ཚོ་གི་དཔེ་ན་ཤིང་ལྕགས་ཟས་ཀྱི་རྡོག་གི་དྲི་ལས་རྡོག་གི་རྟ་རེ་ལས། དག་ལ་དཔག་གིན་འཇུ་ས་ཡེ་མི་ཕིག་བདུན་ཟས་འདྲ་བོ། དེ་ནི་ས་འདྲ་བོ་བརྐོས་ལ་ཅི་དག་ཡོད་ཀྱང་འོ་ལོ་རྩ་བྲལ་འདྲ་བོ་བརྐོས་ལ་ཟ་དགེ་ཡོང་དུས་བརྐོས་ཟས་ཀྱི་དེ་ནི་ཡང་རྡོག་གི་ཅི་བྱེད། དག་ལ་ལས་འདྲ་བོ་དུ་དག་ཀག་ཏི་སི་འདྲ་བོ་ལས་ལ་དེང་སང་ངོ་མ་དུ་ཡོད་ལ་མ་སྟེ། དབྱེ་བ་འདྲ་པོ་རྫོགས་དེ་ལས་འོངས་ཏེ་དེ་ལ་རྡོ་རྗེ་སྙིང་པོའི་དུས་ར་རྡོ་རྗེ་སྲབ་ཀྱི་ལས་སྟོང་ཡང་དེ་ཕར་གྱི་བློ་འཁྲུལ་གཉིས་སུ་ཡན་ཆད་ནས་བརྩི་གི་ཡོད་པ་རེད། ཡུལ་དུས་རྡོ་ཐ་ཅོག་ཐ་ཅོག་དང་དེ་བོད་ཀྱི་ལུང་པ་ལ་དེང་སང་ག་ས་ག་ལ་བསྟན་གི་ཡོད་རེད། དང་པོ་དེ་དུ་ཉུང་མི་ཕྱི་རྒྱ་རེད་ཕྱི་རྒྱ་ལུང་པ་ལས་ཨོ་ད་རྡོ་འདི་ཡོང་ལས་བྱས་ལ་བོད་ཀྱི་སྟོང་ཉུང་སི་ཟེར་ཏེ་ད་ག་སའི་འགྲོ་སྲིན་གི་སི་དུ་བློ་འཁྲུལ་བཞི་འཁྲུལ་ལྔ་ཟེར་དེ་ནི་རྡོ་རྗེ་སྲབ་པིག་གི་རིགས་སི་དུ་ལོ་སྟོང་གྲོགས་བརྒྱད་དགུ།

ཆོས་གླིང་སྙན་པའི་ཟ་མ་བཟོ། ལན་ལན་ཡིག་ཚན་ཁྱི་སེར་ནག་ལ་ཤ་སོགས་ཤ་གཙོ། འོ་དེ་འདྲའི་ཁྱི་བཟོ་མཁན་གྱི་ཞལ་ལས་ད་དེ་འདྲ་བྱས་ན་ཕ་དེའི་ལོ་མི་ལོ་འབུ་ཕྲག་མང་པོ་སོན་ཡོད་ཟེར་གི་ཡོད་རེད། ད་དེང་སང་ཚན་རིག་པའི་ལྟ་ཚུལ་འོན་དུས་དེ་ལས་མི་ལོ་དུང་ཞོན་གྱི་དུས་ཞེ་ལྔ་ཚད་དུང་ད་ས་ཡི་གོ་ལ་ཕྱོགས་ན་རེད་ཤག་འགྲོ་བ་མིའི་རིགས་ནི་དེ། ཁྲོད་ད་ས་ཡ་ག་ཟེར་ཟེར་ཟིན་ན་བརྒྱ་ཉིས་བརྒྱ་དེ་འདྲ་ཟེར་བསྡད་ཀྱི་ཡོད་རེད་ད་ང་ཚོ་ཀྲུང་གོ་བཤད་ན་ཨ་ནི་ཡུན་ནན་ས་ཆ་ལས་ཡན་མན་གྱི་དེ་གི་བྲག་གི་མི་ཡོང་ན་ལོ་ས་ཡ་གཅིག་དང་འབུམ་བདུན་ཟེར་གྱི་ཡོད་རེད་སྔོན་མ་དེ་ནི་པེ་ཅིན་གྱི་མི་བྱུང་ནས་ལོ་འབུམ་ཕྲག་ལྔ་ཟེར་གྱི་ཡོད་རེད། དེ་ཅི་སྟེ་ང་ཚོ་བོད་ཀྱི་གླིང་བྲག་ལ་ད་ལྟའི་ག་ཚད་ཤེས་ཤེས་དུས་ཧ་ལམ་རྟེན་འདྲ་པོ་གི་སྐྱ་ལོག་གཉིས་པ་དེ་ཡང་བསྡད་ཀྱི་ཡོད་པ་རེད། ལྷག་པར་དུ་ན་ནིང་ཆ་མདོ་ལ་འདི་ལངས་སླད་ཡང་དུ་བྲག་གི་ཡང་དུ་བྲག་གི་ནང་ལ་མིག་གིས་རྐང་རྗེས་གཅིག་མ་རེད་རྐང་རྗེས་དེ་གཞི་སྔགས་གཅིག་ལ། ཕ་གཅིག་རྨིད་ཁྲི་གོང་དུ་ཚུད་ཡོད་ས་རེད། ང་ཚོ་གནའ་སྔ་མོ་ལ་ཨོ་སྐལ་པ་ཡ་ཐོག་ལ་མི་སེར་པད་ཆེན་པོ་ཡོད་ལ་རེད་ཨ་ནི། རྗེ་གཞུང་བཅད་གཞུང་རེད་ལས་སེར་ནང་སྨད་འགྲོ་དུས་ད་ད་ད་ཚེ་ལོ་བརྒྱ་པ་རེད་རྗེས་མ་ཚེ་ལོ་བཅུ་པ་རེད་དུས་མི་དྲུག་གོང་མ་གཏོགས་ཡོད་མ་རེད་མི་ལས་རིན་འགྲོ་རེད་ཟེར་ཡ་དེ་ལ་ཡོང་ཅིག། ཁུངས་ལུང་ཡོད་ས་འགས་ཞེ་འགྱོད་ཤིག་ཆོག་ས་ལ་བརྩམས་འདྲ་པོ་ག་དུས་ཡིན་ཟེར་ན་མིག་གི་རྐང་པ་རྐྱང་རྐྱང་ལ་ད་ཕ་རྗེས་རྐང་རྗེས་རྐྱང་རྐྱང་ལ་མིག་ཁྲི་གང་འདྲ་ཙམ་ཡོད་མེད་དེ་འདྲ་དོན་འདུག་ཨ། གལ་ཏེ་ང་ཚོ་བོད་ལ་ཕ་རྗེས་ཨ་ནེ་ད་ལྟ་དུ་གསར་པོ་བཤད་ཡ་ཡོད་མ་རེད་དེ་འགྲོ་བ་མིའི་རིགས་བྱུང་ན་ད་པེ་ཅིན་གྱི་མི་དང་ཨ་ནེ་ཡུན་ནན་གྱི་མི་དེ་ཚོ་དང་མཉམ་པོ་འདྲ་ལས་ས་ཡ་རེ་ཚོ་ཡོང་ས་ཡོད་ས་རེད་བསམ་ཟིན་འདྲ་པོ་རེད། ཁོང་ང་ཚོ་ལོ་རྒྱུས་ཀྱི་སྲས་དེ། སྐྲ་ལོ་གཉིས་པ་དེ་གཉིས་བཙོན་དུ་དུས་ཚོད་འགྱུར་ལྡོག་འགྲོ་གི་རེད། དཔེར་ན་ང་ཚོས་སྔོན་མ་ཀྲུང་གོའི་ལོ་རྒྱུས་བཤད་སྟངས་ལས། འོ་ད་ཀྲུང་གོ་གི་ཡོན་མན་ཡུན་ནན་གྱི་ལུང་པ་ལ་སྨད་ཡོང་བ་ལོ། ཨ་ནི་ས་ཡ་གཅིག་དུ་འབུམ་བདུན་ཟེར་ལས། ལྷོ་སྡེ་རྣོ་ལ་དེ་བཤད་བསྡད་ཀྱི་ཡོད་རེད་ཡིག་ཆ་རྣོ་ལ་དེ་བྲི་བསྡད་ཀྱི་ཡོད་རེད། བྱས་ཙང་ཨ་ནི་གཅིག་སྟོང། ཕྱི་ལོ་ཉིས་སྟོང་དང་བཞི་ལྔ་འབྱུང་ས་ཡི་ད་སྔའི་སྐད་ཀྱི་ཡི་གེ་བྲིས་པ་ཡི། ཉི་མ་གཅིག་ལ་ཡང། ཀྲུང་དབྱང་ཐའེ། དེའང་ཟེར་ས་ད་ང་ཚོ་དེ་ཐིས་པའི་རེད་པ་སི་སི་ཐིས་པའི་གི་ནང་ལས་གཅིག་ལ་ཡང་འདུག་ཀན་ཧྲུའུ་གི་ས་ཆ་ག་ཞིག་ལ་ཡང། མིག་གི་རུས། Mickey Road། རུས་པ།

དེ་འདྲའི་ཆེད་དུ་དེ་ནས་ད་སྐལ་པ་ཡ་ཐོར་ཟས་དེ་ཧང་ལང་རྙེད་དོ་དོན་འགྲོ་གཉིས་མྱང་འགྲོ་སྙོན་འདུག་བྱེད་མཁན་ཨེ་ནི་མི་གི་འཚོ་བ་དེ་ལ་ཧ་ཅང་གི་སྟབས་བདེ་པོ་ཡིན་མཁན་ཚེའུ་རིང་པོ་ཞེ་དྲག་མི་བསྡད་མཁན་རེད་པ་དེ་འདྲ་ཅིག་ཞིག་ཡོད་རེད་ཡིན་ན་ང་ཚོས་སྔོན་མ་བོད་ཀྱི་སྐད་དུ་སྐལ་པ་ཡ་ཐོར་ཟེར་དུས་དེ་ནི་ཟ་མི་དགོས་ལས་མི་དགོས་སྒྲུབ་མི་དགོས་ཅིག་ཅིག་ཡིན་ན་བག་འོ་མི་འདྲ་པ་ཅིག་དེ་འདྲ་ཞིག་བསམ་བློ་གཏོང་བསྡད་ཀྱི་ཡོད་དེ་དེ་རེད་མི་འདུག། ད་ཧཧཧཧཧ། གུང་ཁྲན་རིང་ལུགས་འདྲ་པོ་དེ་ཧ་ལམ་ཡིན་ས་རེད། ས་ལ་ངེད་ཀྱི་ས་ཁུལ་ས་ཡོད་ལ་མ་རེད། རྒྱུ་ལ་ངེད་རྒྱུ་ཁུལ་རྒྱུ་ཡོད་ལ་མ་རེད་དེ་འདྲ་བྱས་ན་ལོ་འབུམ་ཕྲག་མང་པ་ཅིག་སྐྱོན་ཡོད་ལ་རེད། དེའི་སྐོར་ལས་ངས་ད་ལྟ་གཏོང་དགོས་ཟིག་དེ་ཡིན། ཨ་ནི་དོ་དགོང་ཁྱེད་ཚོ་གི་དེ་སྐལ་པ་ཡག་ཐོག་གི་ལེའུ་དེ་དེ་འདྲ་ཅིག་རེད། འདས་ཀྱི་ག་རེ་མཚན་གི་ཡོད་ཟེར་དུས་ང་ཚོ་བོད་མི་རིགས་དེ་ཀྲུང་གོའི་མི་རིགས་ལྔ་བཅུ་ང་རིགས་ནང་ལ་རྒྱ་དང་བོད་གཉིས་མ་གཏོགས་འདི་གའི་ཡིག་ཆ་མེད་པ་དེ་ང་ཚོའི་གཟི་བརྗིད་ཅིག་རེད། མི་རིགས་གཞན་དག་ལ་སྐལ་པ་ཡག་ཐོག་སྐོར་ལ་འདི་འདྲ་བཤད་བཤད་སོགས་ཡོད་མཁན་རང་ཅག་ཐོས་པ་སུ་གཅིག་ཡོད་ལ་མ་རེད་ཨོ་ངས་འདི་ལ་ཡང་ཚིག་ཁ་ཁ་ཅིག་གཡར་སྣང་ན་ཟླ་གཉིས་ང་ཚོ་དེ་ནས་པེ་ཅིང་ལ་ཀྲུང་གོ་ཚན་རིག་ཁང་ཟེར་བ་ཅིག་ཀྲུང་གོ་ཁོ་ཤ་ཡན་གྱི་ཨ་ནེ་ཏམ་པ་རམ་པ་གི་དགེ་རྒན། འབུ་རམས་པ་རྙེད་ཟིན་པའི་ཁྲི་ཡར་འདུག་རྒྱུ་མེད་ཀྱིས་ཁོས་འབུ་རམས་དེ་ང་ཚོ་མིག་གི་ཁྲག་རྒྱའི་རྟགས་ཅན་སྟོང་ལས་གླིང་མི་འདིས་ག་འདྲ་ག་འདྲ་རང་གི་རྟ་ཡག་དེ་བཏང་མཁན་རེད་དེ་ནས་དེ་བཏང་ཡོང་དུས་ཁོ་ཚོ་བད་རྒྱན་ལ་སོན་ལ་བོད་ཀྱི་ཁྲག་དེ་གྲངས་ཉུང་མི་དྲུག་དང་ད་བརྒྱ་ཁྲི་དེ་ཁྲག་དེ་ཚོ་ཁ་གི་ཁྲག་ཁྲག་གི་ནང་ལ་འདྲ་གི་མི་འདུག་ཟེར་མི་འདྲ་ཟེར་རྒྱུ་བསྟན་བཞིན་འདུག་ད་ལྟ་ཞིབ་འཇུག་བྱེད་ཀྱི་འདུག་ཨ་ཞིབ་འཇུག་བྱེད་དུས་དེ་ཁོ་ཚོ་གིས་ད་ལྟ་ད་ལོ་ན་ནིང་ཁྲི་འདུག་གི་བརྒྱ་ཁྲི་ཁ་ཤས་ཀྱི།

ཐག་བོད་ཀྱི་ནང་ལ་རྒྱ་གི་མན་མི་གི་མི་རིགས་གཞན་དག་གི་ཅི་འདྲའི་ཡལ་ཨི་རེད་ཟེར་དེ་འདྲ་སྐད་ཆ་དྲིས་ཟེར་ཨ་ཀྲུང་ཡང་མི་རིགས་ལྷོ་ད་ཚེ་རི་ད་སེ་ཡ་རྒྱལ་རེད་ཁོལ་གི་ཟེར་ན་ད་ཁོལ་དེ་ཧ་གོ་གི་མི་ང་ཚོ་ལོ་རྒྱུས་གཉིས་པ་གྱེས་འདུས་ཕྱིན་མཁན་མཐུ་དེ་ཕུན་ཚོགས་ཚེ་ཡ་རྒྱལ་རེད་དེ་ཁྲི་འདུར་འགྲོ་ཚར་ལེ་རེད་ལ་ཤ་ཨ་ནི་དེ་རྒྱ་མོ་དག་གི་མོ་ཏོག་དག་ཁྲི་འདུར་གྱེས་ཡོང་གི་གི་ཡ་ངར་ཁ་པར་ཅིག་བཏང་ཁྱོད་ལ་སྐད་ཆ་ཅིག་བཤད་ན་ཟེར་གི་འདུག་ཨ་ནི་ངའི་འདེང་ཅིག་རྒྱ་དུས་རྒྱུན་ང་དེ་ཚོ་ཡ་ཞིག་རག་བྱེད་གི་མེད་དུས་ཚེ་ཁྲོ་ལ་རྫོགས་གི་འདུག་ཨ། སྟབས་བདེ་གཅིག་བཤད་ན་ཡག་པོ་འདུག་དྲན་བཞིན་བ་ཡག་ལབ་པ་ཡིན་དེ་མོ་རང་བུ་རང་བ་ལྷོ་མ་གཉིས་ཁྲིད་ལེ་ལེ་ཞུ། ལས་ཡོང་དུས། དེ་ནས་ཁོས་ང་ཚོ་ཐང་སྐྱེ། བོད་ཀྱི་དོན་པོ་འཇུག་ཁུལ་འདྲ་པོ་དེ། འདི་རྒྱ་ནག་ས་ཆ་ཡིན་དྲན་དྲན་བྱེད་ལེ། ད་བོད་དེ་ཀྲུང་དབྱང་དུས་ཆེན་ན་ཡག་སྲིང་སྲིང་མ་ཡིན་པ་ད་རང་གི་བོད་ཀྱི་ནི་དེ་ནི། མི་རིགས་གང་འདྲའི་སྲིང་སྲིང་འདྲ་ཅི་བཤད་སྲོལ་ཡོད་ལེ་རེད་མ་གཏོགས་ང་ཚོ་འདི་འཕྲོག་དེ་ཚོ་ཅི་བ་ཡོང་གི་མི་འདུག་ཟེར། དེ་ངས་ལབ་ལ། ཨོ་ད་ངས་ང་འདི་མཚན་རིག་སྦྱོང་མཁན་ཡང་མ་རེད། ཨོ། ཁྲོག་དུ་དེ་ཚོ་བྱེད་རྒྱུ་དེ་ལས་ཧ་གོ་གི་མེད། ཡིན་ན་ཡང་ད་ངས་ང་ཚོའི་བོད་རང་གི་གཤེགས་སུ་གྱུར་བ་དེ་ཁྱེད་ལ་ངོ་སྤྲོད་ཅིག་བྱེད། དེ་ནི་ཁྱོད་རང་གིས་བྱེད་འདོད་ཅིག་ལབ་པ་ཡིན་དེ་ཟེར་ན། ང་ཚོ་བོད་ལ་ཀྲོང་ཡང་དེ་ཆུ་ནས་ཡར་སོང་སྟེ་གཤེགས་སུ་ཡོད་ལ་མ་རེད། ང་ཚོ་བོད་གིས་ག་འདྲ་བྱེད་ཟེར་ཏེ་དེ་ལ་ད་ལྟ་སེ་ཡ་དང་སྤྲེའུ་དང་གྲོགས་སེ་མོ་གཉིས་ལས་རྗེས་ལ་བོད་མི་རིགས་དེ་མ་ཡོང་པ་རེད་ཟེར་གཤེགས་སུ་དེ་རེད། དེ་ནས་བར་མཚམས་སྐྱིད་ལ་ག་དུ་ཚུད་ན་ལོ་སྟོང་དྲུག་བཞི་ལྔ་སྔས་ལ་རྒྱ་གར་ལ་ཤ་སྲིན་བུ་ལྔ་དང་དགྲ་ངན་སྤུན་ཚོགས་བཅུ་གཉིས་སེར་མི་གཅིག་དམག་བརྒྱ་བརྒྱད་རེ་བགོས། དགྲ་ངན་སྤུན་ཚོགས་བཅུ་གཉིས་དེ་ཁས་ལ་ཤ་སྲིན་བུ་ལྔ་དང་ཕང་འགྲོ་དུས། དེ་ནས་ཁོ་ཚོ་བོད་དམག་གི་ཆས་བྱས་ལ་རི་ཁ་བ་ཅན་ལ་བེད་ལུགས་ཚུར་དྲིལ་ཡོང་ལ་འདི་བསྡད་དེ་མི་ལྔ་བརྒྱ་ཚར་གཅིག་ཡོང་ལ་འདི་ཆོག་གསུངས་སོ་རེད་ཟེར་ང་ཚོས་ཡིག་ཆ་ནང་བཤད་སོ་ཅེས་བ་རེད་ཨེ་ལས་དེ་ཡོང་ཡ་ན་ནི་རྒྱ་གར་གི་མི་རྒྱས་པ་ཁྱོད་ང་ཚོ་བོད་འདི་ནང་ལ་ཡོད་ལ་རེད། དེ་མ་གཏོགས་ལ་ཨ་ནི། ང་ཚོ་སྤྲེའུ་དང་བྲག་སྲིན་ལ་ཆགས་གསུམ་དུ་རེད་ཟེར་ལ་ལ་ཡོད་རེད་ལབ་པ་ཡིན། ཨོ་ཨེ་ནི་ཁོས་རྒྱ་མོ་དེ་ཧ་གས་ལས་ལ་ཨོ། བོད་པ་དེ་ང་འོ་ད་ལྟའི་ཆེད་དུ་ཁོ་ཚོ་ཡང་ཞིབ་འཇུག་བྱེད་དང་ཅི་འགྲིག་གི་མི་འདུག་ཟེར། ཡིན་ནའི་མོ་གིས་ལྷག་མ་ཕོ་སར་གྱི་ཁྲིད་ག། དེ་ཕོ་སར་དེ་ཁོས་ང་ལ་མཐོང་ཆུང་སྐད་ཆ་འདྲ་པོ་བྱེད་ལ། དེ་ནི་ཁྱེད་རང་ཚོ་བོད་ལ་འགྲོ་བ་མིའི་རིགས་འཇུག་དང་བཤད་དང་ཕལ་ཁ་ཅི་ཡོད་ལ་ཡིན་ཟེར་ལས་ཟེར། ཁོས་ང་ཁྲིད་སྟངས་རེ་ཡིན་རྒྱུ་འདུག།

བྲག། སྤྲེའུ་དང་བྲག་སྲིན་མོ་གཉིས་ལ་མི་རྗེ་བྱུང་བར་ཟེར་ཡ་དེ་རྒྱ་ནག་ལ་དེ་ཡོད་ལ་མ་རེད་རྒྱ་གི་རིང་ལ་ནང་ལ་འདི་ང་ཚོ་གི་ལོ་སྟོང་ཕྲག་གི་གོང་གོང་ལ་ལ་ཚར་བ་རེད་དེ་ནས་འདི་གི་ད་རེད་འདུག་ཟེར་མཁན་དེ་ཨིན་ཇི་གི་ད་ཝན་ཟེར་ཡ་དེ་རེད་ད་ཝན་གི་ལོ་བརྒྱ་དང་ལྔ་བཅུ་དྲུག་ཅུ་རྩ་ལྔའི་ལ་ཡིན་ན་ལ་ཡོང་བ་རེད་ཞེས་དང། དེ་ནི་བཤད་སྟངས་དང་སྲང་ལ་བཏང་སྟངས་གཅིག་པ་རེད་ཡིན་ན་ཚན་རིག་གི་དཔོན་པོ་མོ་ནི་འདྲ་ལ་མ་ང་ཚོའི་ཚན་རིག་གི་དཔོན་པོ་མང་པོ་ཡོད་ལ་མ་རེད། ཁོ་ཚོའི་ཚན་རིག་དཔོན་པོ་མང་པོ་ཡོད་ལ་དེ་ཡིན་དང་ཡིན་ང་ཚོ་ལོ་སྟོང་ཕྲག་སྔལ་རེད་པ། ཁོ་ཚོ་གི་ལོ་བརྒྱ་རག་སྔལ་རེད། བྱས་ཙང། ད་རྡོག་རྡོག་བཤད་པ་ཡིན་ན་ང་ཚོ་བོད་ཀྱི་གནའ་སྔ་མོ་གི་རིག་གནས་ཀྱི་ནང་ལ་དེང་མཚུངས་ཚན་རིག་གི་སྙམ་པོ་སྐད་ཆ་བཤད་ཐུབ་མཁན་དེ་འདྲ་ཡོད་པ་རེད། འོ་དེ་རིང་མདོ་བསྡུས་ཀྱི་བསྐལ་པ་ཡག་ཐོག་གི་ངོ་སྤྲད་ཡིན་དེ་ལས་ཚང་མ་བཟང་ས་བདེ།